མི་དགེ་བ་གཉིས་རུང་བ། ད་སོ་སོ་གི་ཡ་གེ་བ་སྒྲུབ་པ་མེད་ན། ཨ་ནི་འགྲོ་ས་ངན་སོང་སྲུང་ལུ་མ་དང་ཡོག་མ་རེད་བ། སོ་སོ་གི་འདོད་པ་དེ་འགྲོ་ལུ་སྐྱེ་བ་ལེན་ཡང་གི་འདོད་པ་ཡོད་པ་ཡིན་ནི་ལེ། ཨ་ནི་ལེ། གོ་རྒྱུ་འདི། འདི་གོ་རྒྱ་ཉང་སང་ཡིན་པ་སོང་ཙང་ཨ་ནི་འགྲོ་ས་ངན་སོང་ལ་ཉེ་བ་རེད། འོ་འདི་ཡིན་པ་ཡིན་དུས། ཨ་ནི་འོ་ད་དེ་འདྲའི་ཡིན་པ་ཡིན་དུས་ད་ཅིག་མ་བྱེད་ན་འགྲིག་གི་མི་འདུག་བསམ་པའི་བསམ་བློ་དེ་ཤུགས་ཆེན་པོ་ལེགས་ཡོད་བ། ཨོ་དེ་ཡིན་དུས་དོན་ཆེ་བའི་ཕན་ཡོན་ཡོད་རེད། ཨ་ནི་དེ་ནང་བཞིན་སྟོབས་ཆེ་བའི་ཕན་ཡོན་ད་ཆོས་གར་བྱས་པ་དེ་ད་དང་གིས་ཀྱི་ལྡོག་ཕྱོགས་ཆགས་འགྲོ་གི་རེད་བ་ཆོས་གར་བྱས་པ་དེ་ད་སྤུས་དག་པོ་སྟོབས་ཆེན་པོ་བྱེད་ཀྱི་རེད། ཨ་ནི་གཅིག་ཆོས་དངོས་གནས་གར་ཉམས་ལེན་གར་བྱས་པ་དེ་ད་ཆོས་རེད་པ་བྱེད་ཀྱི་རེད། ཕྱིས་ང་ཚོ་མང་ཆེ་དང་གིས་ཞུས་པ་ནང་བཞིན་རེད། ཆོས་ཆོས་སུ་འགྲོ་གི་ཡོད་མ་རེད་བ། བྱས་ཡས་ཀྱི་ཆོས་བྱས་པའི་ཁུལ་རེད་དེ་ལས་ཡེ་ནས་ཆོས་ཆོས་སུ་རེག་གི་ཡོད་མ་རེད།

ཀྱེ་མ་བླུན། ཆོས་ཀྱི་དང་པོ་ཚེ་འདི་བློས་མཐོང་ལ། རང་གི་རྒྱུད་ལ་འདུག་གམ་མི་འདུག་ལྟོས། དེ་བྱུང་ན་ཆོས་ཀྱི་ཉམས་ལེན་སྣ་ཁ་སྣ་བཅས་མེད་པ་ལས་ད་འདོད་ཆོས་པ་ཡིན་མདོག་མདོག་བྱས་དེ་བྱུང་ན་བླུན་པོ་ཞིག་པོ་རེད། ད་ཆོས་ཀྱི་ཉམས་ལེན་དེ་ག་ནས་འགོ་བཙུགས་དགོས་ཀྱི་རེད་ཟེར་དུས་ཆོས་ཀྱི་དང་པོ་ཚེ་འདི་བློས་མཐོང་ལ། སྒོ་ག་ནས་བཙུགས་ར་ཆོས་ཀྱི་ཉམས་ལེན་བྱེད་མ་བྱེད་གསལ་ཏེ་ག་ནས་བལྟ་ཡ་ཡོད་རེད་ཟེར་དུས་ཨ་ནི་ཚེ་འདི་བློས་བཏང་སོང་ན་ཨ་ནི་ཆོས་རེད་གི་རེད་ཟེར་གོ་རེད། ད་དེ་ཁ་ཚིག་ང་ཚོ་འཛིན་གྲྭ་དང་པོ་དང་པོ་ནང་ལ་ཡ་ཆོས་ཟེར་ན་ག་རེད་ཟེར་ང་ཚོ་སྐད་ཆ་བྱུང་སོང་བ། འོ་དེ་ཡིན་དུས་ཆོས་ཟེར་ཏེ་ཚེ་ཕྱི་མ་ཕན་ཆད་ཀྱི་བསམ་བློ་གི་ཟིན་པ་ཞིག་ཡོད་ན་ད་ཆོས་རེད་གི་ཡོད་རེད།

ལོ་བརྒྱ་རེད། ལོ་བརྒྱ་དེ་ཏན་ཏན་དེ་ཡས་ཀྱི་ཉེས་པ་ཡོད་མ་རེད། ད་རི་དང་པོ་རེད་དེ་ལས་གཟའ་གཉིས་ཤིག་གི་ཡོད་མེད་ཧ་གོ་གི་མ་རེད། དེ་ཡིན་དུས་ད་དེ་འདྲས་ཅིག་བྱེད་པོ་ཅིག་ཚེ་འདི་གི་དོན་དག་གི་ཅིག་བསྡུ་རུབ་མང་པོ་ཅིག་བྱས་ནས་གང་བྱས་བསམ་བསམ་གི་བསམ་ཐོག་སླེབས་ཀྱི་རེད་བ། དེ་ལས་ཚེ་མཇུག་མ་ལ་ཡང་ཕན་ཐོག་ཡོད་ངེས། ཁྱེད་འགྲོ་ཡ་ཡོད་ཉེ། རྒྱལ་བ་སུ་འགྲུབ་དགོས་ཀྱི་འདུག་བསམ་བྱས་ཅན་སེམས་སྟེང་ཤུགས་ཆེན་པོ་ཅིག་སླེད་བྱས་ནས་ཨ་ནི། རྒྱལ་བ་སྟོབས་ཆེན་པོ་འགྲུབ་ཡ་ཡོང་གི་རེད། འོ་དེ་ཡིན་པ་ཡིན་དུས་སྟོབས་ཆེ་བའི་ཕན་ཡོན། ཨོ་དེ་ན་ཞིག་ཐོག་མར་གལ་ཆེ་བ། ད་འཆི་བའི་གི་བསམ་བློ་དེ་ཡོད་ན།

ཅིག་ཕོ་བ་ན་བཟའ་དང་དེ་འདྲས་ཅིག་ནག་ཅིང་ན་ཟུག་རྗེས་སུ་ཅི་དུག་པོ་རེ་ཚབ་ཆེན་པོ་རེ་ཅིག་མོ་རྒྱབ་རྡོའི་ཚབ་ཆེན་པོ་རེ་ཅིག་བབས་དེ་འདྲས་བྱས་སོ་ནམ་རྒྱུན་ན་བ་སྐྱིད་པོ་རེ་ཅིག་ན་བཟའ་དུག་དང་མ་དུག་ཅིག་ལྡི་ལི་ལི་ཡག་ཚ་བ་ཆེ་བའི་ཁ་ཐུག་དེ་ལ་ཡག་མི་ཚང་མ་བབས་ཨ་ལི་སྐུ་ལར་བཏང་ནས་དད་ཐུག་ལ་མ་ཐུག་ལི་ཡག། དུག་ལོག་ཆ་ཚང་གོན་དེ་གར་སྐམ་པོ་ལ་ཆ་ཚང་གོན་ཉལ་ཐུག་ཡོད་རེད་དེ་མ་ཉལ་ནས་བབས་ཕོ་བ་འདི་འཁྱག་གི་ཡོད་རེད་དེ་འདྲས་ཀྱི་ན་བཟའ་ཞིག་ན་རེད་འོ་དེ་ན་དུས་ད་ཁྱོད་ལ་ཞལ་བོ་ཅིག་ཁུགས་སོང།

ཨ་ནི་སངས་རྒྱས་སྣང་བྱེད་ཤོག། ཨ་ནི་དགེ་ལ་མཉམ་པོ་ཆགས། དེ་ན་བཞིན་བརྩོན་འགྲུས་བརྟན་མ་ཐུབ། བྱས་ནས་ཆོས་བརྒྱབ། ཁུངས་འཁྱུད་གོ་མེད་འདུག། དང་པོ་མགོ་ར་ཅིག་བརྩམས་པ་ཡེ་ནས་ལས་ཨ་ནི། བ་ལ་ཡ་ཨ་ནི། དུ་བ་ས་ལྷག་འགྲོ་ཉེ། འོ་ད་འཆི་བ་མ་འདས་པ་སོང་ནས་ཡོད་པ་ཡིན་ན། ཨ་ནི། ཅིག། དེ་ཡོད་ཧུར་ཐག་པ་ནི་བྱེད་ཀྱི་རེད། དེ་ན་བཞིན། ཨ་ནི་མཐའ་མ། འབྲས་བུ་མི་ཡན་ལས་ཨ་ནི་དེས་ཕན་གྱི་རེད། འོ་དེ་འདྲས་རེད། ཨ་ནི་མཐའ་མ་དེ་ལ། བློ་ལྡན་ངང་འཆི་བ། ཨ་ནི་དེ་བཞིན་སྤྲོ་བའི་སྒང་ནས་འཆི་བ། ད་ལྟ་ང་ཚོའི་ལ་བས་འཇུས་བ། མཆོད་པ་རབ། འཆི་བ་ལ་བྲེད་བྲོད། མཆོད་པ་འབྲིང། འཆི་བ་ལ་མི་འཚེར། ཐ་མ། འཆི་བ་ལ། མི་འགྱོད། ཟིག་རོང།

ཨ་ནུ་སོ་སོ་ཞེད་སྣང་ཡོད་པ་མ་ཟད་པས་ཨ་ནུ་ཅིག་ཤོས་ལ་ལྷག་ཅིང་ཉེ་དུ་འཛུལ་བས་ཨ་ནུ་ཞེད་སྣང་ཡོང་བས། ཕར་འདོད་རེ་ཆ་ཡོང་ཟེར་བའི་སེམས་ཁྲལ་ཡོང་བས། མ་སྐྱིད་པ་ཡོང་བས་སྡུག་བསྔལ་ཡོང་བས། འོ་དེ་འདྲ་བྱ་གི་དང། འོ་དེ་ཡིན་པ་ཡིན་དུས་ད་འཆི་བ་དྲན་དགོས་པོ་རེད། ག་དུས་ཡིན་ནས་འཆི་བ་བསམ་བློ་བཏང། རེད་བ། ད་ད་ལྟ་ང་ཚོ་འཆི་བ་དྲན་དགོས་རེད་འཆི་བ་དྲན་བས་ཞེད་སྣང་སྐྱེ་དགོས་རེད་ཟེར་ཡས་ཤོག་རེད་བ།

སོ་སོ་གསོན་པོ་ཡོད་པའི་ཁ་ཐུག་ལ་ཡ། ཨ་ནི་ཅིག། དེ་ཅིག་ག་རེ་ཟེར་བ་རེད། དེ་ཐར་པ་དང་ཐམས་ཅད་མཁྱེན་པའི། ཅིག། རྒྱུ་སྒྲུབ་པོ་ཡིན་ནས་སྒྲུབ་པའི་གི་གོ་སྐབས་ཡོད་པ་ཅི་བྱེད། ད་དེ་མ་བྱུང་པ་ཡིན་ནས་ཐ་མ་མ་ཐ་མ་ཐ། ཨ་ནི་ཅིག། ཉན་སྒྲུབ་ལ་ཡང་མི་སྐྱེ་སྔོན་དུ་ལྷ་མིན་གྱི། ལུས་རྟེན་ཐོབ་པའི་གི་རྒྱུ་ཅིག་སྒྲུབ་པོ་ཡིན་ནས་སྒྲུབ་པོའི་ཡུལ་རྒྱུ་ཡོད་པའི་གི། དུས་ཚོད་དེ་ལ་ཡ། ཐ་མ་སྒྲུབ་ནས